གྲོས་ཚོགས་ཀྱི་སྐབས་ལ་ཁྲིམས་ཞིབ་ཁང་དེ་སླར་གསོ་བྱེད་ཐུབ་ཡས་ཀྱི་མི་མང་གི་འབོད་སྐུལ་ཞུ་བ་གཞི་བཟུང་གིས་གནང་ནས་ཕེབས་པ་ཡིན་ན་ང་ཚོ་ཚང་མ་ལོ་བཀྲ་ཤིས་ལོ་ལེགས་རེད་ཞུ་ཡས་ཁ་ཁལ་ཡོག་མ་རེད་མང་ཚོགས་ཡིན་པ་ནི་དེ་ནས་ཨན་ཁོ་ཤར་རྒྱ་སུ་སོ་སོའི་རང་ཡུལ་ཆོས་སུ་ད་ག་འདྲ་ལོག་ཕེབས་ཀྱི་རེད། གལ་སྲིད་སྤྱི་ཟླ་དགུ་བའི་གི་གྲོས་ཚོགས་ནང་ལོག་ལ་ཁྲིམས་ཞིབ་པ་ཕེབས་ཐུབ་ཡས་ཀྱི་བསྐྱར་བཅོས་དེ། གཅིག་ཏུ་ལྷན་ཚོགས་ཀྱི་ཐོག་ནས་མ་གནང་བ་ཡིན་ན། ཨང་ང་ཚོའི་གིས་མི་མང་གོམ་པ་གཉིས་བ་བརྒྱ་བས་ཀྱིས་ཨང་གྲ་སྒྲིག་ཨང་ས་ཡིན། དེ་འདྲ་ཡིན་དེ་དུས་ཨ་ནེ། ཞུ་འབོད་ཀྱི་ལས་འགུལ་དེའི་གནས་སྟངས་ཁ་ཕྱོགས་ག་འདྲ་ཅིག་ལ་འགྱུར་གྱི་ཡོད་མེད། ར་བ་གོམ་པ་གཉིས་བ་དེ་ག་འདྲས་རྒྱག་གི་ཡོད་མེད་དེ་ཨང་སྐབས་དང་དུས་ལ་རྣམ་པ་ཚོས་མཁྱེན་གྱི་རེད་ད་དེ་འདྲའི་གིས་གོམ་པ་གཉིས་བ་བརྒྱ་མ་གོ་ཡ་གིས་གཅིག་ཏུ་ལྷན་ཚོགས་ཀྱིས་གཅིག་ཏུ་རྣམ་པ་ཚོ་གིས་འགན་བཞེས་གནང་རོགས་གནང་ལ་འདི་ལྟར་རན་འབད་སྐུལ་ནན་པོ་ཞུ་ཨེ་འདི་མ་ཞུ་བ་ཡིན་ན་ད་ང་ཚོ་ཕྱི་ལ་སྔོ་ལོ་ཆར་བ་ནས་བྱེད་ཁ་ཡོད་མ་རེད་ང་ཚོའི་སྒྲིག་ཚོགས་འདི་འདི་འདྲའི་ཐོག་ནས་ཞག་ཐུག་མར་བ། དེ་འདྲ་ཡིན་དེ་དུས་ཨ་ནེ། ད་ཕལ་ཆེར་ངས་ད་ག་རང་འཛམ་བཞག་གིན་ཨ་ནེ་བསྟན་ཡང་ལགས་ཀྱིས་དེ་གི་ཐོག་ལ་ད་ལྟ་ང་ཚོའི་གིས་དེ་རིང་གི་གསར་འགོད་བསྒྲགས་གཏམ་དང་འབྲེལ་བའི་ཐོག་ནས་མང་ཚོགས་སེམས་གསིང་གནང་ཡང་ཚང་མ་ལོག་ལ་ད་ངས་འདི་དུ་བ་ཞུ་འཕྲོས་དེ་འདྲ་ལྷག་བསྡད་ཡོད་བ་ཡིན་ན་ཨ་བསྟན་ཡང་ལགས་འདི་ལ་ཨ་ནུ་ནུ་གར་ཞུ་བར་གསུང་རོགས་གནང་སླན་ཞུ་ཡས་དང་ཨ་བསྟན་ཡང་ལགས་ཀྱི་ཐོག་ནས་ང་ཚོའི་གི་མི་མང་གི། བཀྲ་ཤིས་ལེ། མི་མང་རྣམ་པ་ཚོ་ཚང་མ་ལ་བཀྲ་ཤིས་ལེ་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་པ་ལ་གོ་ཆག་གསུམ་སྔོན་ལ་ཕུལ་བྱས་ནས་རྗེས་སུ་ཡི་རང་དང། རྨི་ལམ་ཡོད་སོང་ཙང་ད་ད་རན་གི་སྙིང་སྟོང་ཆུང་ཆུང་ཅིག་ཡང་བཟོས་པས་ཡིན་ཨ་ནི་བཟོས་དགོས་པའི་དགོས་དོན་དེ་ག་རེ་ཡིན་ཞུས་པས་ཡིན་པས་ཡིན་ན། ད་ང་རང་ཚོ་སྤྱི་ཚོགས་ཀྱི་དྲ་རྒྱ་གི་ནང་ལ་ད་གནས་ཚུལ་འདྲ་མི་འདྲ་མང་པོ་ཞིག་བྲོ་བསྡད་ཀྱི་འདུག་རུ་བ། ད་འདི་ནང་ནས་ཉན་གོ་བ་ཁ་ཤས་ཤིག་འདུག་ཉན་མི་གོ་བ་མང་པོ་ཞིག་འདུག་རུ་བ། བྱས་ཙང་ཁ་ཤས་ལ་ནི་དངོས་གནས་དྲ་གནས་ཀྱི་ད་དཔེ། ང་རང་ཚོ་ད་རེས་དེ་སྤྱི་འཐུས་རྣམ་པ་ཚོ་ཡར་འཛོམས་ནས་ཡིན་པ་སོང་ཙང་སྤྱི་ཟླ་དགུ་པའི་གི་ཚེས་བཅུ་དགུ་ཉིན་ག་དེ་ལ་ནས་སྐབས་བཅུ་བདུན་པའི་གི་གྲོས་ཚོགས་དེ་འཛོམས་གི་ཡོད་པ་སོང་ཙང་ད་དེ་ལ་སྡིག་སྒྲ་བསྐུར་བསྡད་མཁན་དེ་འདྲས་གི་མི་ཁ་ཤས་ཤིག་འདུག་རེད་བ་ད་དེའི་ནང་ནས་གཅིག་གི་ནས་སྡིག་སྒྲ་ཞིམ་པོ་ཞིག་བསྐུལ་གནང་གི་འདུག་དེ་སྡིག་སྒྲ་དེ་ག་འདྲས་སུ་བསྐུལ་གནང་གི་འདུག་ཟེར་བ་ཡིན་ན་ད་ད་ལོའི་རིང་པོ་དེ་ཞུ་བ་དེ་ཆོས་གནང་ན་ནི་གནང་བ་རེད་གལ་སྲིད་མ་གནང་བས་ན་ཨ་ནི་གོམ་པ་གཉིས་པ་གཅིག་གཏང་རྐྱ་བས་ཡོད་ཟེར་དེ་འདྲས་གི་ཨ་ནི་པས།

ཨ་ནི་དེ་ཁྲིམས་འགལ་བྱ་བར་བ་བྱས་ཙང་ཁྲིམས་ཁྲིམས་འགལ་གྱི་སྐད་ཆ་མང་པོ་བཤད་འདུག་གི་བ་དེ་ན་ཁྲིམས་འགལ་གྱི་སྐད་ཆ་བཤད་བསྡད་ནས་ཨ་ནི་སྤྱི་བཏང་གི་ཁྲིམས་འགལ་གྱི་སྐད་ཆ་བཤད་བསྡད་མཁན་དེ་བ་ད་དེ་དེ་ལ་ཡོད་རེད་ཟེར་ན་རྒྱ་གར་ལུང་པ་ལ་མེད་པའི་གི་རྒྱ་ཕྱི་རྒྱལ་ཡུལ་གྲུ་ཁག་དེ་འདྲ་ལ་བཞུགས་འདུག་བ་ཡུ་རོབ་ཁག་གི་རེད་འདུག་བ། བྱས་ཙང་རྒྱ་གར་ལུང་པ་ལ་ཡོད་བསྡད་མཁན་གི་དེ་འདྲས་གི་ཨ་ནི་ཀ་མེ་ཤི་གནང་བ་ཡིན་པས་ན་ཨ་ནི་དངོས་གནས་ད་ནས་གི་གི་རྒྱ་གར་ལུང་པ་ལ་ཨ་ནི་དེ་འདྲས་དམངས་གཙོ་ལུང་པ་དེ་ལ་དེ་འདྲས་བཤད་ས་འདུག་མི་འདུག་བྱེད་ས་འདུག་མི་འདུག་ཏན་ཏན་དེ་ནི་ང་ཚོ་གི་ཡ། ཁོ་རང་ག་རེ་ཁྲིམས་ལ་ཡར་ཏན་ཏན་གྱི་སྐད་ཐུབ་ཀྱི་ཡོད་རེད་བ་ག་ཡིན་ཟེར་ན་དེ་རྒྱ་གླུང་པ་དེ་ཡོད་རེད་བ་བྱས་ཙང་ང་དེ་རྡོ་རྗེ་འཆང་ཆེན་ལི་ཐང་རྡོ་རྗེ་འཆང་ཆེན་དམ་ས་ལ་ལ་ཡོད་རེད་བ་སོང་ཙང་ངེད་ཀྱི་དུས་ག་དུས་ཡིན་ན་རེད་བ་ང་རང་ཚོ་མི་མང་ཚང་མ་རྡོག་རྩ་གཅིག་ལ་ཡོང་ཡས་དང་ང་རང་ཚོ་ཚང་མ་མཉམ་རུབ་ཀྱི་ཐོག་ནས་རྒྱལ་བ་རིན་པོ་ཆེ་རེད་གཙོས་ཆེན་རེད་བ་དེ་ན་ཞིག་ཅིག་ངེད་ཚོ་བོད་མི་ཆོལ་ཁ་གསུམ་རྡོག་རྩ་གཅིག་ལ་བརྩིས་བྱས་ནས་ང་རང་ཚོ་ཚང་མ་ནུབ་པ་གཅིག་གྱུར་གྱི་ངང་ནས་ང་ཚོ་བལ་ལས་མགྱོགས་དུ་སྙུག་ཏུ་ལོག་ཐུབ་པའི་གི་རེ་བ་དང་སྨོན་ལམ་དང་དེ་འདྲའི་གི་ཐོག་ནས་ལས་ཀ་བྱེད་ཀྱི་ཡོད་དེ་འདྲའི་གི་གོང་བསམ་བློ་བཏང་གི་ཡོད་རེད་བ། ཡིན་ན་ཡང་ང་རང་ཚོ་སྤྱི་ཚོགས་འདི་གི་ནང་ལོག་ལ་ད་ཁ་ཞེ་གཅིག་གི་དངོས་གནས་དྲ་གནས་རང་གི་སྒེར་དང། ཨ་ནི། ཨ། གཅིག་ཁེ་ཕན་ལ་བལྟས་བྱས་ནས་ལས་ཀ་མང་པོ་བྱས་དེ་སྔའི་དེ་ཨ་མི་ཚེ་ཐབས་སྐྱོ་བོ་ཡོད་དྲག་རེད་འདུག་ཨ་ནི་ཐབས་སྐྱོ་བོ་འདུག་དེ་ཡིན་ན་ད་དུ་གལ་ཡོད་མ་རེད་ཁོ་གང་ཡིན་ཟེར་ན་སུ་ལ་རྣམ་ངང་མ་བརྩིས་ན་ཕ་ལ་ཚེ་བ་གཅིག་བརྩིས་དགོས་བ་ཟེར་གལ་ཡོད་མ་རེད་བ། ད་གང་ལྟར་གཅིག་གིས་སྙིང་དོན་དེ་ལ་བལྟས་པ་ཡིན་པ་ཡིན་ན་ད་ཉིན་ད་ང་རང་ཚོ་དེ་ཉིས་སྟོང་བཅུ་དགུ་ནས་བྱས་ནས་ད་གནས་ཚུལ་འདྲ་མི་འདྲ་མང་པོ་ཞིག་ཁེལ་བ་རེད་འདྲ་མི་འདྲ་ཁེལ་བ་དེ་གང་དགའ་ཁྲིམས་དཔོན་བཙན་བཟུང་བ་གསུམ་དེ་གི་ཆེད་དུ་རེད་བ། ཁྲིམས་དཔོན་བཙན་བཟུང་བ་གསུམ་དེ་སྐབས་བཅུ་དྲུག་པའི

ཁྲིམས་དཔོན། ཁྲིམས་དཔོན་རྫུན་མ་གསུམ་འདི་ནི་བཀོད་པ་དེ་ལ་རྒྱབ་སྐྱོར་བྱས་བྱས་ནས་ད་དུང་གི་འདི་འདྲའི་ད་དུང་གི་གནས་ཚུལ་འདི་འདྲའི་སྟངས་འགྲོ་བསྡད་འདུག་ག་ལ་དེ་ཡིན་པ་ཡིན་ན་ཨ་ནི་ང་རང་ཚོ་ཁྲིམས་ཞིབ་ཁང་བཞག་མ་བཞག་བཞག་མི་འགྲོ་བ་དེ་ནི་རེད་བ། ཁྲིམས་ལ་བརྩི་བཀུར་གནང་དགོས་ལ་བརྩི་བཀུར་གནང་གི་མི་འགྲོ་བ། ཁྲིམས་དཔོན་གྱིས་ཁྲིམས་ལ་བརྩི་བཀུར་མ་བཏང་བ་ཡིན་པ་ཡིན་ན་སུས་གནང་གི་རེད། ཟས་དང་གཅིག་སྟེར་གཉིས་འདུག་དེ་ལ་བལྟ་བས་ན་ང་རང་ཚོ་ཚང་མ་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་འཕགས་ཀྱི་སྐུ་པར་ལ་ང་རང་ཚོ་ཚང་མ་ད་ལྟ་ད་དཔེ་ན་སྤྱི་འཐུས་ཡིན་ན་རེད་གང་ནས་ཡིན་ན་རེད་དམ་འབུལ་དམ་འབུལ་ཞུ་ཤག་ན་འགྲིག་གི་འདུག་བ་དེ་ཞུ་ཡིན་གཅིག་མིན་གཅིག་གི་ཨ་ནི་བས་གར་བཟོ་བ་རེད་ད་ང་རང་ཚོ་དེ་འདྲས་ཀྱི་ཨ་ནི་ཁྲིམས་དཔོན་རྫུན་མ་དེ་འདྲས་ལ་ང་ལ་དམ་འབུལ་ཞུ་མཁན་མི་འདུག་བ། བྱས་ཙང་དམ་འབུལ་ཞུས་དེ་ཞུས་ཙང་དེ་ནོར་འགྲོ་གི་འདུག་བ། བྱས་ཙང་ནོར་འགྱོག་ཅིག་ལ་འགྲོ་གི་ཡིན་ཟེར་དེ་ག་དེ་མང་པོ་ཞིག་འདུག་བ། དེ་བྱས་འདི་མཚམས་འཇོག་གནང་རོགས་གནང་ཞུ་གི། ཐང་ས་དེ་ང་ཚོ་བོད་སྤྱི་བ་ལན་རེད་མ་གཏོགས། དེ་ཕན་གི་ལས་ཀ་ཟེར་གང་མི་འདུག་རེད་བ། ཡིན་ན་ཡང་རེད་བ། ད་དུས་ཚོད་ཡོད་པའི་གི་སྐབས་དེ་ལ་དགོངས་པ་ཡག་པོ་བཞེས་ཐུབ་ན་ཡག་པོ་འདུག། ཨ་ནི་བཞེས་མ་ཐུབ་པ་ཡིན་པ་ཡིན་ན་ཉི་མ་གཅིག་ཏན་ཏན་འགྱོད་པ་ཞིག་ཡིན་གི་རེད་ད།

ད་ད་ད། ང་རང་ཚོ་དེ་ག་ཚོད་རེད། སྤྱི་འཐུས་ལྷན་ཁང་གི་ཡ་མ་སྒྲུབ་གཞི་དེ་ཁོ་ཚོ་གི་ཡ་བཀྱག་བཞག་འདུག་མ་གཏོགས་ག་གཞན་པའི་ང་རང་ཚོ་ད་ད། སྤྱི་འཐུས་རྣམ་པ་ཚོ་གི་སྒྲུབ་གཞི་དེ་བརླག་འགྲོ་བའི་གི་ཉེན་ཁ་ཆེན་པོ་ཡི་ར་སྣེམས་འདུག་འདུག་ག། བྱས་ཙང་སྣེ་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་བའི་ཡིན་ན་ད་ངས་ལན་ཞུ་བ་ནི། མི་བཙན་བཟུང་བ་གསུམ་ལ་ཨ་ནི་དམ་བཅའ་ཕུལ་བའི་ནི་ཡིན་ཚེ་ནི་བྱུང་སོང་ཨ། ད་རྙོག་དྲ་དེ་འཇམ་ཆོག་ཚེ་ན་ཡག་པོ་ཡི་ར་འདུག་ཨ་ནི་ཡིན་པ་གཅིག་གཉིས་ཆོག་དེ་ལ་ངས་མི་མང་རྣམ་པ་ཚོ་ཚང་མ་ལ་ངས་རེ་སྤུལ་ཞུ་གི་ཡོད་ར་བ། རིན་པོ་ཆེ་ག་རེ་བཞུགས་ཡོད་ཟེར་བ་ཡིན་ན། ང་རང་ཚོ་ད་ལྟ་དེ་བཙན་བྱོལ་སྒྲིག་འཛུགས་ཀྱི་ནང་ལ་ད་ཆོལ་ཁ་གསུམ་གྱི་སྤྱི་འཐུས་ད་ཡོད་རེད་བ། ཡོད་བས་རེད་དེ་འདིའི་གི་ནང་ནས་དམིགས་བསལ་གྱི་ད་དུང་ང་རང་ཚོ་ཆོས་རྒྱུད་ཁག་གི་སྤྱི་འཐུས་དེ་མང་དུ་བཏང་དགོས་ཀྱི་འདུག་ཨ་རི་འདི་ན་ཤིང་གཅིག་གིས་མི་འབོར་ལ་བལྟ་བའི་ཆོ་ག་གསུམ་ཡོད་རེད་བ་དབུ་གཙང་ཡོད་རེད་མདོ་སྟོད་ཡོད་རེད་མདོ་སྨད་ཡོད་རེད། མདོ་སྟོད་མདོ་སྟོད་སྨད་མདོ་སྟོད་དང་གཅིག་དབུ་གཙང་དང་གཉིས་ཏེ། མདོ་སྟོད་དང་དབུ་གཙང་གཉིས་ཏེ་ཁོ་མི་འབོར་ཏག་ཏག་ཡོད་འདུག་ག་ལ་གཅིག་སྡུད་བཅུ་སྡུད་བྱེད་ན་གལ་གནད་ག་ས་གལ་མི་འདུག་བ། མདོ་སྨད་ལ་ཡིན་ན་མི་འབོར་ཡེ་གྲགས་ཉུང་ཉུང་རེད་བ་ཨ་ནི། སྤྱི་འཐུས་དེ་ཡུང་བ་ཞིག་གོ་དགོས་རོགས་གཅིག་གཉིས་འདོད་དེ་ལས་ལྟ་ནས་ད་ལྟ་ང་རང་ཆོས་རྒྱལ་ཡུང་འབྲུག་ཁ་ལགས་ལ་དེ་ག་རེ་ཟེར་བ་རེད་སྤྱི་འཐུས་གཉིས་ཡིན་ཟེར་དེ་ཉུང་དུ་བཏང་དགོས་ཀྱི་འདུག་ཞུ་ཡ་ཡིན་རོགས་ཨ་ག་ས་དེ་འགྲོ་སོང་ཆེ་རོགས་ཞིག་རེད་མ་གཏོགས་ཁོ་ཕན་ཐོག་ཡ་ནི་གལ་གང་ཡོང་གི་མ་འདུག་ཕན་ཐོག་ཡ་དེ་ལ་ཕག་ཞག་བཞག་དེ་ལྟ་སྤྱི་ཚོགས་ངས་ཁ་སང་ང་རང་ཚོ་དེ་སྐབས་བཅུ་བདུན་བཅུ་དྲུག་གང་ག་ལྟར་དེ་འཛོམས་འདུག་བལྟས་དེ་རེད་བ། ང་རང་ཚོ་མིག་མཐོང་ས་དེ་ད་ག་འདྲའི་ག་འདྲའི་ཡོང་གི་འདུག་ཨ་ནི་ང་རང་ཚོ་བྱས་ཙང་འདི་ཡིན་འདུག་ག་ལ་ད་ང་རང་ཚོ་མི་མང་གི་ངོས་ནས་ཡང་ཤུགས་རྒྱབ་བྱེད་ཅེས་ནི་ད་རེས་རྣམ་པ་ཚོ་ལ་ཚང་མ་ལ་རེ་འབུལ་ཞུ་གི་ཡོད་རེད་བ། བྱས་ཙང་འདི་ན་ནི་ཨ་ནི་ང་ཚོ་ཚོགས་དྲུང་ལས་ཁུངས་རེ་ཚང་མ་ལ་རེ་འབུལ་ཞུ་གི་ཡོད། ཨ་འདི་ཡིན་འདུག་ག་ལ་ང་ཚོ་ད་ལྟ་དེ་གར་བཞུགས་གི་རེད།